ང་ལ་སྤུ་གུ་རྙིང་ཡོད་ནི་སྤུ་གུ་ཆེ་བ་དེ་དེ་ཨོ་སི་ཏན་དང་འཇམ་དབྱངས་བློ་འཕེལ་སློབ་གྲྭ་ནང་ད་ལྟ་སློབ་གྲྭ་བཏང་བཞིན་པ་ཡིན། སྤུ་གུ་ཆུང་བ་ད་ལྟ་སློབ་གྲྭ་བཏང་མེད་ཡིན་ནའང་མ་འོངས་པར་སློབ་གྲྭ་མུ་མཐུད་བཏང་ཡག་ཡིན། ཨཱ་ནི། ད་སྤུ་གུ་བོད་ཡིག་དང་བོད་སྐད་ཤེས་ཡག་དང་བཞག་ཡག་དེ་མཚུངས་སློབ་གྲྭ་ད་ནི་ནང་ལ་མ་གཏོགས་ཡོད་མ་ར། བྱིས་བློ་དེ་ནི་སྐད་རིགས་གཞན་དག་རེད་ཡིན་ན་ཡང་ནང་ལ་ད་ཐ་ན་ཉིན་གྱི་བོད་སྐད་དུ་མ་གཏོགས་ནི་གཞན་དག་གི་རིགས་མི་སྲིད་ཀྱི་དཔེ་ཞིག་ནང་གཏང་གི་མེད་ད་ལྟ་སྤུག་ཆེ་བ་ཡིན་ན་བོད་སྐད་དུ་བོད་ཡིག་དཔེ་ཡག་པོ་ཡོད་ནི་སྤུག་ཆུང་བ་ཡིན་ན་བོད་ཡིག་དུ་ད་ལྟ་ཤེས་ཀྱི་མ་རེད་དེ་ཡིན་ན་བོད་སྐད་དུ་ཚང་མ་དཔེ་ཡག་པོ་བྱེད་ཀྱི་ཡོད་ན། ཚང་མ་བཀྲ་ཤིས་བདེ་ལེགས་ངའི་མིང་བསྟན་འཛིན་དོ་དི་ཡིན་ང་ལོ་བཅུ་ཡིན་ང་ཤེས་ས་སྦལ་འདྲེ་ལ་ཡིན། ང་སྦལ་རྗེན་བློ་གྲྭ་དྲུག་ཡོད་སྦལ་རྗེན་བློ་གྲྭ་འཛིན་གྲྭ་ལྔ་པ་ཡིན་ང་བོད་པ་བློ་གྲྭ་དྲུག་ཡོད་བོད་པ་བློ་གྲྭ་ནང་ལ་འཛིན་གྲྭ་ལྔ་པ་ཡིན། ཨ་ནེ་བོད་ཡིག་དང་བོད་སྐད་དེ་དངོས་གནས་བད་གད་ཆེན་པོ་མཐོང་གི་ཡོད་ང་རང་ཡིན་ན་གང་ཡིན་ཟེར་ན་ང་ཚོ་བོད་པ་ཡིན་པའི་ཆ་ནས་ད་སོ་སོ་ཀྱི་རིག་གཞུང་དེ་དག་གད་ཆེན་པོ་ག་དུས་ཡིན་ན་བརྩི་ནས་ནི་ངོ་ད་ཕ་མ་གཉིས་ན་ཡང་སྤུ་གུ་ལ་ག་དུས་ཡིན་ན་ད་རང་བོད་སྐད་དང་བོད་ཡིག་དེ་ངེས་པ་དེ་ཤེས་གི་རེད་ད་རང་བོད་པ་རེད་ལ་ནི་ག་དུས་ཡིན་ན་ལ་གཞས་བྱེད་གི་ཡོད་ཨ་ནེ།

ད་ལས་ཀ་དེ་དེ་ཨང་དང་པོ་མ་བརྩི་བ་ཞེས་ངོ་གཉིས་ནང་འདྲ་བོ་ཡིན་ན་པཱ་ལི་ཡིན་ན། འོ་ད་སོ་སོ་པུ་གུ་ལོས་བོད་ཡིག་ལ་ཡ་དོ་བོད་སྐད་བཤད་ཡ་དོ་སོ་སོ་བོད་པ་ཀྱི་གོན་ཤིས་དེ་དེ་ཨང་དང་པོ་བརྩི་གི་རེད་ཟེར་དཔེ་འཇོག་ཟེར་ནི་དེ་ག་རེ་ག་རེ་རེད་ན་འགྲིག་འགྲོ་གི་རེད་ཟེར་དོན་ནི་དེ་དེ་གལ་ཆེན་པོ་རེད་ལོ་ནི་པཱ་ལགས་ད་ནང་བོད་ཡིག་འདི་བོད་སྐད་ཚང་མ་བཀླག་གི་རེད་ང་རང་ཡིན་ན་ཞེ་འདྲ་བ་རོགས་པ་བྱེད་ཐུབ་གི་མི་འདུག་དེ་ན། འདིའི་ང་ནི་དེ་ལན་བློ་གྲོས་གནང་ང་ནི་དེ་ལན་སྐད་བྲིས་གི་ཡོད

འདི་ངའི་ཐེངས་གཉིས་པ་ཞིག་རེད་ང་ཀྱི་ངོ་ཚང་ཤར་ཞིག་ང་བྱེ་བ་ས་འབྱུང་འདི་ན་ངའི་འདི་བཞིན་ན་ང་ད་ལྟ་སེམས་ཤུགས་ཆེན་པོ་ཡིན། ད་ནང་ནང་ནས་བོད་ཡིག་དང་བོད་སྐད་སྦྱང་ཡ་ཐ་ཤི་ནི་པ་ལགས་ཀྱི་ཡི་གེ་མང་པོ་ཁོ་རང་བློ་ནི་པུ་གུ་ལ་ག་ཚད་འགོ་ཚུལ་གི་འདུག་ད་སྒྲུང་ལོ་ར

མཚམས་མཚམས་ང་ཡིན་ན་ཡོད་ད། དེའི་ཚེ་ལས་ཀ་ལོག་གི་སྐོར་བཤད་ན་ཡང་མ་རེད། ད་ལྟ་ང་གཉིས་ཡིན་ཕྱིན་ཆོས་འདི་སྤུ་གུར་དེ་ཚོ་བདག་པོ་བྱེད་ཚོད་ཧ་ལས་པ་གལ་ཆེན་པོ་རེད། ལོ་ན་ནི་ཁོ་རང་གི་སྤུ་གུར་ལ་པའི་དུས་ཚོད་བཏང་གི་རེད་བཏང་བ་ཡིན་ཕྱིན་ད་ལྟ་དེའི་ཚེ་ཨོ་ཚི་ཡག་པོ་འདྲ་ཤེས་གི་འདུག་གི་ལ། དེ་ངའི་ནང་སྦྱོང་མཚམས་མཚམས་ང་འགྲོ་བ་གྱི་གོ་མ་ཚོད་ན་ངའི་ཨ་ཕ་ལ་ངའི་འདི་གི་དོན་དག་ག་རེ་རེད་ངས་འགོ་ཚུགས་མི་འདུག་འདི་འབྲི་གི་ཨ་དེ་ངའི་ཨ་ཕ་འབྲི་ཤེས་བྱེད་གི་འདུག

གོ་སྐབས་ཀྱི་རང་ན་ནི་ཁོ་རང་དགའ་སྣང་བྱས་ནས་ལང་སང་གི་ནང་སང་ཁོ་ཁོ་རང་འགའི་ཁུ་ན་ཨ་མ་ག་དུས་རེད་ག་འདྲས་བཤད་གི་རེད་ལོ། ཁོ་ཁོ་རང་འགའི་ཁུ་ནས་ད་རྒན་ལགས་ཀྱི་བཞང་ཡང་འདྲ་བོ་ག་རེ་བརྐུས་པས་ཡིན་ན་ཁོ་རང་ཁོ་རང་གི་ཁུ་ནས་ད་ལྟ་དཔེ་ཡག་པོ་བཞང་གི་འདུག་ཡིན་ན། ང་སྔོན་མ་ཆུང་ཆུང་ཡོད་དུས་འདི་ངའི་ཨ་ཕ་ཨ་མ་བོད་གཞི་མང་པོ་བལྟ་རྒྱུ་ར་བོད་གཞི་ང་སང་བྱུང།

ཨ་ཏི།
དང་སྤུ་གུ་ནང་ནས་སླར་བསྒྲགས་བཏང་ཡང་དེ་དག་ཧ་ཅང་གལ་ཆེན་པོ་རེད་འདུག་ཟེར་སོ་སོ་ནང་ད་བོད་ཡིག་ཏོག་དེ་ཚོས་ག་ལ་གང་ཟག་བསླབ་ཐུབ་ཀི་རག་ཕ་མ་ག་བསླབ་པ་ཡིན་ན་ཡིན་ན་ཡང་སོ་སོ་སླར་བསྒྲགས་བཏང་བས་ན་འོ་ཡི་གེ་བསླབ་པ་སྐྱིད་པོ་མ་ཡིན་པ་ཞེས་ནི་སོ་སོ་ག་རེ་ཡིན་ན་སོ་སོ་གི་འཕྲ་ཡ་བཟོ་འདྲ་འདུག་ད་རིགས་ལམ་འཛིན་འདྲ་འདུག་ད་ལྟ་ངའི་སྤུ་ཡིན་ན་རིགས་ལམ་འཛིན་འདྲ་འགྲོ་གི་ཡོད་རེད་ནི།

ངོ་ཚ་གི་རེད། གནས་འགའི་སའི་སྤུ་གུ་བླ་གྲྭ་མ་བཏང་གཉིས་དེ་འདྲས་ཡོད་པ་ཡིན་ན་ངོ་ནས་བླ་གྲྭ་བཏང་ན་བོད་དུ་ཡག་བ་འདུག་ཞུ་ཡ་ཡིན་གང་ཟེར་ན་ང་རང་སྤུ་ཡིན་ན་ཆུང་ཆུང་དུས་དུས་ཚོད་བློ་གྲྭ་དུས་ཚོད་ཁོ་རང་ན་ཚོད་དུ་ཤི་ན་ཁོ་དུས་ཚོད་བཏང་ཆེ་བ་ཡོད་རེད་ཨ་ནས་དང་པོ་དུས་ཚོད་ངོ་ནས་བསྡད་ས་ཐག་རིང་པོ་བྱས་དེ་འདྲས་བྱས་ནས་བཏང་ཐུབ་མ་སོང་ནས་ཁོ་རང་ཏིས་ག་རེ་རེད་སྤུ་གུ་མཉམ་འདོད་རྩེད་མོ་རྩིས་པ་ཡིན་ན་ཡོད་ཏིས་ཁོ་རང་བློ་སྒྲ་བཏང་རྒྱུ་དང་མ་བཏང་དོན་དཔེ་འདི་ལོག་ཁ་རེད་ད། ཨ་ནི་བླ་སྒྲ་བཏང་པ་ཡིན་ན་སོ་སོ་ག་རེ་ཡིན་ན་ཞེས་བོད་པ་སྐད་ཆ་ཞེས་སྤུ་གུ་བོད་པ་སུ་དུ་ཐུག་ཡིན་ན་ཏིས་སྐད་ཆ་མང་བ་ཞེས་མ་བཏང་དོ་ཡིན་ན་ཨ་ནི་ཏིས་ག་ལོག་ག་རེ་བྱས་པ་ཡིན་ན་ཏིས་ངོ་ཚ་འདྲ་བོ་རྩེད་དེ་འདྲ་ཞིག་ང་སྤུ་གུ་ཡིན་ན་བློ།